རེད་དེ་ནས་ལས་རིམ་དང་པོ་ཡིན་ན་གཞུང་སྐྱེ་དགེ་བའི་བཤེས་གཉེན་དམ་པ་བླ་མ་རིན་པོ་ཆེ་ཚེ་ཐུང་ལོ་དྲུག་ཆོག་པའི་བཀའ་སློབ་གནང་རྒྱུ་ཡིན་པས་འདིར་རྒྱུགས་གཞུང་གིས་ལྷག་པར་གསན་རྒྱུ་བཀའ་དྲིན་ཆེ། ཨོ་ལགས་སོ། ད་ལྟའི་རང་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བཞི་པའི་ཚེས་ར་ཉི་ཤུ་རྩ་གསུམ་གི་ཉིན་མོར་དེ་ནས་ང་ཚོའི་དེ་གི་ལ་རོང་ང་རིག་ནང་བསྟན་སློབ་གླིང་གི་དེ་གི་དཔེ་མཛོད་ཁང་གི་དེ་གི་དེ་གི་ཁོང་རྣམ་པ་གི་དུ་ནས་བསྒྲིགས་པའི་དེ་གི་ད་དཔེ་ཀློག་གི་དེ་གི་ཉིན་མོ་རྒྱལ་སྤྱིའི་དཔེ་ཀློག་གི་ཉིན་མོ་གི་བྱེད་སྒོ་ཆུང་ཆུང་དེ་མི་གཟིགས་རེད། དེ་རིང་འདིའི་དེ་གི་ད་རྒྱལ་སྤྱིའི་དཔེ་ཀློག་གི་ཉིན་མོ་འདི་ལྟ་བུ་ཟིག་ཡོད་ཀྱི་འོག་ཏུ། དེ་གི་འཛམ་བུ་གླིང་འདི་ནི་དེ་གི་ད་དེ་གི་ས་ཆ་སོ་སོ། རྒྱལ་ཁབ་སོ་སོ་མི་རིགས་སོ་སོ་དེ་གི་དད་པ་མ་འདྲ་བ། རིག་གནས་མ་འདྲ་བ། དེ་མུག་ནི་དེ་གི་མི་རིགས་ཡོངས་ལ་དེ་གི་ཁ་བཏགས་ནས་ད་གཅིག་གི་དགུ་བཅུ་གོར་ལྔ་གི་ལོ

གཞན་པ་གི་ནི་དག་ད་སྒྱུ་རྩལ་གི་བརྩམས་ཆོས་གཞན་པ་གི་ནི་དག་ཤེས་ཡོན་གི་ནི་དག་ད་གྲུབ་འབྲས་ལ་བརྩི་འཇོག་དག་མི་བྱེད་ནི། དེ་མོའི་ལས་ཀ་ཡིན་དུས་དུ་མི་ཉན་པའི་དག་ཆེད་དུ་ནི་ཚང་མ་ལ་དག་བསྟོད་བཀུར་བའི་ཆེད་དུ་དག་རེད། དོན་དག་གཅིག་དུ་དེ་རེད། དེ་ནས་དོན་དག་གཉིས་དུ་དག་ད་རེད་ད། མཁས་པ་སོ་སོ། སྒྱུ་རྩལ་གི་བརྩམས་ཆོས། གཞུང་ལུགས་གི་དག་དཔེ་ཆ། ད་ལྟའི་མོ་ནི་དག་རང་རང་གི་ནི་ཆུ་དག་གསར་གཏོད་ཀྱི་ཡོང་ནི་ཡིན་ན། དེ་ལྟ་བུའི་དག་མཁས་པ་སོ་སོ་ལ་ནི་དག་བཀའ་དྲིན་བཞེས་པའི་ཕྱིར་དུ་ད་ནི་དག་དེའི་བཀའ་དྲིན་ལ་ནི་དག་རྗེས་དྲིན་བཞེས་པའི་ཆེད་དུ། དག་ད་འདི་ལྟ་བུའི་དག་དེ་བྱེད་སྒོ་ཟིག་དག་ད་རྒྱར་བྱས་ཐོག་ནས་དག་བརྩི་སྐད་པོ་ཏི་རེ་དག་ད་མཁས་པ་རྣམས་ཀྱི་དཔེ་ཆ་བརྩམ་མོ་ན་འདྲ། ཅིག་སྒྱུ་རྩལ་གྱི་དག་བརྩམས་ཆོས་དག་ཅིག་དམིགས་བསལ་བ་རེ་དག་ཡིད་ཡོད་ན་འདྲ།

འདི་དག་ཚང་མ་རྗེས་དྲན་བྱེད་དགོས་ནི་རེད་དག་ད་དེའི་ཆེད་དུ་དག་བཞག་ནས་ད་དེའི་མུ་ཟི་གི་དག་ཆེད་དུ་བཞག་འོ་ནི་དག་ད་འདི་ཁུལ་གི་ལོ་རྒྱུས་དབང་དུ་བྱས་ན་དེ་འགྲིག་ཟི་རེད། དེ་ནས་དག་དེའི་རྗེས་ནས་དག་ད་འདི་ཀྲུང་གོ་རྒྱལ་ཁབ་ལ་ཡང་དག་ད་དར་ནས་ནི་དག་ལོ་མང་བོ་འགྱོ་འོ་ནི་རེད་དེ་འདི་དེ་དེའི་རྗེས་ནས་དག་ད་ག་ལེ་ག་ལེ་དག་ད་ད་ལྟ་འདྲ་ཟིག་ན། ད་རེས་དགོས་པ་དེ་གཉིས་ཀ་དག་གཞིར་བཞག་གི་ཐོག་ནས་དེ་གཉིས་རྐྱང་བ་ཟིག་མ་ཡིན་པར་ནི་ཡང་ཚང་མ་གི་ནི་དག་ད་དམངས་ཡོངས་ཀྱིས་དག་ད་དེ་དཔེ་ཀློག་བྱེད་པ་ཟིག་ཀྲུང་གོ་རྒྱལ་ཁབ་འདྲེ་ནི་དེ་ཟིག་དམངས་ཡོངས་ཀྱིས་དེ་དཔེ་ཀློག་བྱེད་པ་དེ་རིགས་ཡིན་དུས་དག་ད་ད་ལྟ་འདྲ་ཟིག་དེ་ནི་ད་རེས་གི་ནི་དག་དེ་དགོས་པ་དེ་གཉིས་ཀའི་ཐོག་དེ་ལ་ནི་ཡང་དག་ད་ཐམས་ཅད་གི་ནི་དམངས་ཡོངས་གི་ནི་དག་ད་སྐྱེས་ཕོ་མོ་རྒན་གཞོན

དེ་མོ་སྤེལ་རྒྱུ། ད་དེ་རིང་ཁྱེད་རང་བྱ་བ་ལག་ལེན་གྱི་ཐོག་ནས་དེ་མོ་བྱས་ནས་ན་དེ་ད་མང་ཚོགས་ཀྱི་ན་དེ་དཔེ་ཀློག་འདི་ལ་ཅུང་ཟོད་ཙིག་དེ་དོ་སྣང་ཡོང་རྒྱུ། དེ་མོ་དེ་ཡོང་ནི་རེད་དེ་བྱས་ན་ང་ཆེ་གེ་ཡིན་ན་མ་འོངས་པ་ལ་དེ་མོར་དགོས་གི་དེ། ད་དེ་མོ་ཟིག་རེད་དེ་དེ་ན་དམིགས་རག་གསུམ་པོ་དེ་གཞི་བཞག་ཅིག་དེ་ལག་ལེན་གྱི་ཐོག་ནས་ན། དང་གཅིག་གི་ནང་ནང་ལྟོ་ཚུགས་གཟིགས་ཀྱི་མ་ག་ལོ་མོང་ཡིན་ནའི་དག་འདི་ཤེལ་སྒོ་དུ་དཔེར་ན་རེད་དེ་ནས་ཧན་ཆོས་ནས་དག་ད་དཔེ་མཛོད་ཁང་གི་དག་རྩ་བ་ཡིན་ནའི་ད་དག་ལོ་རེ་ཤི་འདི་ནི་དག་དཔེར་ན་དག་ང་ཞིག་དཔེ་མཛོད་ཁང་འདིའི་ནང་ལ་ཡོང་ནའི་དཔེ་ཀློག་དག་ཡིད་མ་ཡིས། དཔེ་ཀློག་གི་སྤུས་ཀ་ཅང་གི་དཔེ་ཀློག་ད་རང་ཡི་གེ་རེ་དག་རྫག་རྫོགས་རེ་ཡིན་ནའོ་དེ་དཔེ་ཀློག་མི་རྩི་གི་དག་སྤུས་ཀ་ཅང་གི་དག་ཚགས་གཞི་ཅང་གི་དཔེ་ཀློག

དེ་བས་དཔེ་ཀློག་གི་ཡང་གཅིག་བྱུང་ཟིན་ཚེ་སྤུས་ཀ་ཅན་གྱི་དཔེ་ཀློག་ཁུལ་གྱིས་དེ་བས་བྱེད་ཐུབ་ནི་དང་ནི་དེ་བས་དེ་ལ་རང་རྐྱང་གི་ནི་དེ་བས་རབ་འབྲིང་གི་ནི་དབྱེ་བ་གཟུགས་བྱས་ནས་དེ་བས་དེ་དག་ལ་ནི་ཡང་དེ་བས་བྱ་དགའ་ཙག་ཙག་བྱིན་རྒྱུ། ད་དུས་རིང་མི་གཅིག་གིས་ལོ་རྗེས་མ་ནས་དེ་བས་ཐབས་ཤེས་ཕན་ཆོད་ནུས་དུ་མ་ཡིན་ན་དེ་བས་དེ་ལག་ལེན་ཡོད་འགྲེལ་ནི་མ་ཡང་དེ་བས་ལག་ལེན་མེད་ན་འང་ཞིག་གིས་འདིའི་མཚམས་འགའ་ཡང་བྱ་དགའ་ཉམས་དུ་འཛོམས་པའི་འབོད་སྐུལ་དྲི་ཡིན་ན། དེ་ཡང་དེ་བས་བཟང་བཟང་ནི་རེད་ད་ནི་ཡང་དེ་བས་ལག་ལེན་གྱི་ཐོག་ལ་ཡང་དེ་བས་ཆེ་གེ་ད་དགོས་ཀྱི་དུ་འདུག་ག་ཆེན་པོ་ཡིན་རྒྱུ་ད་དེ་མུ་ཟིག་ཟིག་ན་གོ་འདུག་ནི་རེད་ད་ནི་དེ་བས་ཡིན་ན་ཡང། དེ་བས་ད། དེ་ཧ་ཟིག་དེ་བས་ཡང་ལག་ལེན་གྱི་ཐོག་ནས་དེ་བས་ཡང་ལ་ལ་ལ་ཟིག་གི་ཆ་རྐྱེན་གྱི་མི་འགྲིག་ལ་ལ་གི་བསམ་བློའང་མི་འགྲིག་ནས་མི་རེད་ཀྱི་དེ་མི་ཡོང་ནི་རེད་དེ་བས་དེ་རེད། དེ་ནས་དེའི་ཆ་རྐྱེན་ཐུན་མོང་མ་ཡིན་པ་དེ་དཔེར་ན། ཞིང་འབྲོག་མང་ཚོགས་ཀྱི་ནང་ལ་ད་དཔེ་ཀློག་དགོས་ནི་ན་དཔེ་ཆ་ལྟ་ཞིག་དགོས་ཀློག་ཞིག་དགོས་བ་དེ་རིགས་ཡིན་ན་ཡིག་རྨོངས་ཟེར་ཀྱི་དེ་བས། ཚང་མ་ལ་ཡིག་རྨོངས་ཟེར་ཡི་ཁྱེད་རང་ད་ནི་དཔེ་ཆ་གི་ནི་དེ་བས། འོ་ཤོག་ལ་ནི་དེ་བས། དེ་རིགས་ཡི་ཁྱེད་རང་ཁ་ཕྱོགས་ཀ་བཞུགས་ན། དེ་རིགས་ཡིན་ན་དེ་བས་ཕ་མ་ཐམས་ཅད་པོ་ནི་དེ་བས་ད་དཔེ་ཆ་གི་ཕྱོགས་ལ་ཁ་ཕྱོགས་ཡོད་ད་ནི་དཔེ་ཀློག་ད་ལྟའི་གི་ཆིག་ཟིག་ཁ་ཕྱོགས་བཞག་ན།

སྐབས་དེང་དུ་དག་བདག་མ་དང་ནི་དག་རྣལ་འབྱོར་དག་བདག་མོ་དང། དེང་དུ་དེ་དཔེ་ཀློག་དག་ཡེ་ཤ་ཡེ་ཀྱི། དེ་རིགས་དག་དག་ཆུང་ཆུང་ཡིན་པའི་ནས་སྐབས་ནས་དེ་རིགས་ཡོང་ནི་རེད། དེ་རིགས་ཡིན་ཟིག་གི་ངི་ཤིག་གིས་ནི་དག་ད་འདི་མོ་དཔེ་མཛོད་ཁང་ཟིག་གི་ལས་ནི། འདི་མོ་དག་ད་རེས་དག་འདི། བྱེད་སྒོ་འདི་མོ་ཆུང་ཆུང་ཟིག་དག་ཡིན་ན་དང་ནི་དག་དེའི་བརྒྱུད་ནས་དག་ད་ཡ་ལས་ཀ་ཡ་ཤ་ཟིག་ལས་ན། བརྒྱུད་ནས་དག་ཕན་པ་མང་བོ་ཟིག་ག་རྒྱ་ཆེན་པོ་ཟིག་ག་འབྲེལ་ཡོད་དག་འོ་ན། དེ་མོ་ཟིག་རེད་ན་ད་དེ་ནས་རྗེས་མ་ཚོ་ཡིན་ན་ད་ད་འདི་མོ་རེད། དེ་ཐོག་ལ་འདང་རེ་རྒྱབ་ན་ངས་ཡག་གི་བསམ་གི་ད་མ་གཏོགས་པ་ཡང་ཞིག་གི་ད་འདི་རིགས་ད་ཐམས་ཅད་པོ་མཉམ་དུ་བཙུམ་ནས་མཁས་པ་རྣམས་མཉམ་དུ་འཛོམས་ནས་དེར་ཡིན་ན་ཡག་ཡག་གི་ད་ན་ད་ད་ཡང་དེ་ཡང་ད་ཡང་ད་ཡང་ཅིག་ཡང་ད་རུང་ཅིག་ཆ་མ་ཚང་བ་འདྲ་ཟེར་རེད་དེ་ནས་ད་ལོ་ན་ནང་ད་ལོ་རེད་ད་ཅིག་གི་སྐོར་དེ་ལ་ང་ཅིག་གི་ལ་རུང་དགའ་རང་གི་ན་ད། དར་འདི་མཁས་པ་རྣམས་སར་ཡོང་ནས། དེ་དཔེ་ཀློག་དང་སྒྲོག་ལངས་ཀྱི་ཡོད་མ་རེད་རྗེས་མ་ངས་བལྟས་ནས་ན་དེ་མི་ཤེས་གི་དེ་བདག་ལ་འགུབ་ད། ཆོས་ལུགས་གཞན་པ་ཡིན་ན་ཆོག་གི་དེ་དགོན་པ་གཞན་པ་ཡིན་ན་ཆོག་གི་དེ་མོ་གི་ནི་མཁས་པ་དེ་དེ་རེད་ཡོང་ན། འདས་ཡོང་ནས་དེ་ད་དེ་མི་སྐྱ་ཕོ་མོ་ནང་ནས་མཁས་པ་ཡིན་ན་ཆོག་ནི་རེད་དེ་དགེ་བཤེས་ཙམ་གམ་པོད་ན་ཆོག་རེད་དེ་མོ་ཁ་ཤས་ཁ་ཤས་དེ་བདག་འདྲེན་བྱས་ནས།

དེ་མི་ཞིག་གི་ཁྲིམས་མཐུན་ལུགས་མཐུན་གྱི་ཕྱོགས་གདའ་བ་རེད་ད་ང་ཞིག་གི་འདི་དག་སློབ་གྲྭ་ཟིག་རེད་སློབ་གྲྭ་ཟིག་ཡིན་དུས་དེ་སློབ་གྲྭ་ལ་ཁར་གས་དེ་མོའི་རིག་གནས་ཀྱི་བྱེད་སྒོ་སྣ་མང་སྣ་ཚོགས་པ་ཡོད་ཡོད་ནི་རེད་ནི་དེ་ཡིན་ན་ཅུང་ཟད་ཙི་ཏག་ད་ང་རྒྱ་ཅུང་ཟད་ཙི་ཏག་གཞན་པ་ལ་དག་ཞོག་ནས། མི་མང་ད་དག་ཡང་དགོ་ན་སྟབས་ཡང་བདེ་ནི་མ་རེད་ད་ནི་དག་ད་དེའི་ནང་ལ་དག་ཤེས་ཡོན་པ་ད་དེ་མོ་དག་ངར་ཚང་རྐྱང་བ་ཟིག་མ་ཡིན་པ་དེ་མོ་ཁ་ཤས་ཡོད་ན་དག་ཆ་གས་མཉམ་དུ་འགྲོགས་ལང་ཡིན་ན་དེ་ཡང་ཅུང་ཟད་ཡག་པོ་ཡིན་རྒྱུ་རེད་བསམ་གི་དག་དེ་ཡིན་དེ་མ་གཏོགས་པ་གཞན་པ་ཁ་ཁ་ཅང་མེད་དེ་ནི་ཁྱེད་རྣམ་པ་འདི་ནས་དཔེ་མཛོད་ཁང་གི་ནི་དག་ད། འགན་འཁུར་བ་དེ་ནི་དཔེ་མཛོད་ཁང་གི་ལས་ཀ་བ་ཚང་མ་གིས་ནི་འདིའི་ཐོག་ལ་གྲ་སྒྲིག་གི་ལས་ཀ་ལས་དེ་འགྲུབ་བྱེད་ཀྱི་ཁྱེད་རང་ངོ་དང་བྱ་བ་བསྒྲུབ་འོས་ཀྱི་འདི་དེ་སྙིང་ཐག་པ་ནས་བཀའ་དྲིན་ཆེ་ཐུགས་རྗེ་ཆེ།